ད་འདི་ནས་མ་གང་ཟག་དེ་ཚོ་འདུལ་བའི་གི་ཐབས་བཤད་ཡོང་གི། ད་ཞེ་སྡང་ཅན་གྱི་གང་ཟག་ལ་སོགས་པ་དེ་ཚོ་འདུལ་བའི་ཐབས། འདོད་ཆགས་ཅན་གྱི་གང་ཟག་འདུལ་བར་བྱེད་པའི་ཐབས་ལ་སོགས་པ། སངས་རྒྱས་རྣམས་ཀྱིས་ཕྱག་ཆེན་ལ་ཟས་དང་ཆོས་སྐུ་གཙུག་ལག་གི་དགེ་ལེགས་ཐམས་ཅད་སྤང་བ་རྟག་ཏུ་བླ་མའི་ཐད་ནས་སོང། ད་འདོད་ཆགས་ཅན་གྱི་གང་ཟག་དེ་ཚོ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐབས་ལམ་ཡག་ཤོས་འདྲ་བོ་དེ་རགས་པ་མགོ་གནོན་གྱི་སྙིང་པོ་དེ་ལ་སྦྱངས་པའི་ཡོན་ཏན་བཅུ་གཉིས་ལ་གནས་དགོས་པར་གསུངས་ཡོད་རེད་སངས་རྒྱས་རྣམས་ཀྱིས་ཆགས་པ་ཅན་གྱི་གང་ཟག་ལ། ཟས་དང། ངས་འདི་དཔེ་ཆ་ནང་ཟག་དང་ཟས་བྲིས་འདུག་དེ་མ་རེད་ཟག་ཟ་ཟས་ཡིན་གྱི་རེད་ཟས་དང་གཅིག་ཆོས་གོས་དང། གཙུག་ལག་ཁང། མདོར་ན་དེ་ཚོ་ཟས་ཀྱི་ཕུན་སུམ་ཚོགས་པ་དགེ་ལེགས་ཟེར་ན་ཡག་པོ་ཟེར་གི་རེད་ཟས་དགེ་ལེགས་ཆོས་གོས་དགེ་ལེགས་གཙུག་ལག་ཁང་དགེ་ལེགས་ཟེར་ན་ཕུན་སུམ་ཚོགས་པ་དེ་ཚོ་ཐམས་ཅད་སྤངས་ནས། བསྡད་དགོས་པ་དང། དུས་རྟག་ཏུ་དེ་ནི་བླ་མེད་ཀྱི་མདུན་ལ་གནས་དགོས་ཀྱི་ཡོད་པ་གསུངས་ཡོད་རེད། རེད་ད་ཁྱེད་ཁ་སེ་ན་གོང་དུ་བླ་མེད་ཀྱི་ཆགས་པ་ཅན་གྱི་གང་ཟག་དེ་ཁ་སེ་བྲན་གཡོག་ནང་བཞིན་བསྐོས་དགོས་རེད་གསུངས་རོགས། ད་དེ་ཡིན་དུས། སྐུ་འདོད་ཆགས་ཅན་གྱི་གང་ཟག་རྟག་པར་བླ་མའི་མདུན་ལ་བསྡད་ན་ད་བླ་མའི་ལས་ཀ་བསྐོས་ཡོང་གི་རེད་དེ་ཡིན་དུས་བསྐོས་ཏེ་དེ་ན་བསྡད་ན་ཡག་ཤོས་རེད་གསུངས་པ་རེད་དེ་ནས་བཟུང།

དེ་ནས་ཁང་པ་ལ་ཕྱག་བྱེད་བྱེད་པ་ཡིན་ན་ཁང་པ་ཁྱོན་ནས་མེད་པར་ཤིང་དྲུང་གི་ཟུར་དུ་བསྡད་དགོས་རེད་ཟེར་ནས་ཤིང་དྲུང་བ་ལྟ་བུ། དེ་ནས་ཁང་པ་དཔེ་ཐོག་ཁེབས་ཡོད་པ་དེ་འདྲའི་ལ་དཔེ་ཕྱག་བྱེད་བྱེད་པའི་གཉེན་པོ་དེ་ལ་བླ་གབ་མེད་པ་ཟེར་ནས་རྩིག་པ་ཟུར་ནས་ཡོད་ན་ཡང་ཐོག་ཁ་ལ་ཁབ་ཆོས་མེད་པའི་གི་ཁང་པ་དེ་འདྲའི་འོག་དག་དེ་འདྲའི་ལ་དེ་ནས་ཅིག་བསྡད་དགོས་རེད་ཟེར་ཡང་འདྲ་བོ། དེ་ནས་དེ་ནང་བཞིན་དུ་གནས་དཔེ་གཙང་མ་དང་ཡིད་དུ་འོང་བ་ལ་སོགས་པ་ལ་ཕྱག་བྱེད་བྱེད་པའི་གཉེན་པོ་དེ་འདྲའི་ལ་དུར་ཁྲོད་ལ་གནས་དགོས་རེད་གསུངས་ཡང་འདྲ་བོ་དག་དེ་འདྲ་བྱས་ནས་གནས་ཀྱི་དབང་དུ་བྱས་པའི་ཆགས་པ་སྤོང་བར་བྱེད་པ་ལ་དེ་ནས་གཉེན་པོ་རིགས་ཤེས་གསུངས་རོ། དུར་ཁྲོད་པ། བླ་གབ་མེད་པ་ཤིང་སྡོང་པ་དགོན་པ་བ་ཟེར་ཡ་ད་དགོན་པ་ཞུ་དེང་སང་དགོན་པ་འདི་ཚོ་དགོན་པ་མ་རེད་དགོན་པ་ཟེར་ཡ་དེ་ང་ཚོ་ཐབས་ཆེན་ནང་ཡོད་བ་ག་ས་ཡིན་དགོ། སྦྱིན་གཏོང་ལྔ་བརྒྱ་ལ་རྒྱང་གྲགས་གཅིག་རྒྱང་གྲགས་བརྒྱད་ལ་ནི་དགོན་པ་ཟེར་ནས་ད་ལག་སྒུག་རེད་སོང་འདུག་དེ་བྱེད་དུས་ཙང་ནི་ད་དེ་རྒྱང་གྲགས་བརྒྱད་ལ་དཔག་ཚད་གཅིག་རེད་བ་དཔག་ཚད་གཅིག་ཡོད་སའི་ས་ཆ་དེ་ལ་དེ་ནི་དགོན་པ་ཟེར་གསུངས་པ་གྲོང་ལས་དེ་ཡིན་དུས་དེ་རྩ་བའི་དང་པོ་གསུངས་སང་ལོ་དེ་དགོན་པ་འདོད་ན་སོང་རེད་བ། འོ་ད་དེ་འདྲ་རེད། དེ་ཞིག་ཏུ་ཚང་ནས་ད། གནས་ཀྱི་དབང་དུ་བྱས་པའི་རྣམ་པ་བཞེས་ཟེར་ནས་སོང་བས། དེ་ནི་དེ་ནང་བཞིན་དུ་ད་ལྟ་འདི། ཁ་ལག་གི་ལ་ཕྱག་གཅིག་གཞན་པའི་དབང་དུ་བྱས་ཡོང་དུ་ཚང་ནས། ཟས་དེ་ནི་ཟས་གཅིག། ད། ཕུན་སུམ་ཚོགས་པ། དེ་འདྲའི་ལ་ཕྱག་ཞིག་བཞེངས་པའི་སྙིང་པོ་དེ་ལ་བསོད་སྙོམས་པ། བསོད་སྙོམས་སློང་ན་ཡག་ཡག་པོ་ཅིག་རག་བའི་ངེས་པ་ཡོད་མར་བ། ད་གང་བྱུང་མ་བྱུང་རག་གི་འདུག་བ། དེ་ཡིན་དུས་ཚང་ནས། ཟས་ཕུན་སུམ་ཚོགས་པ་ལ་ཕྱག་ཞིག་བཞེངས་པའི་སྙིང་པོ་ལ། དེ་ནི་བསོད་སྙོམས་པ། ཟེར་ཡང་ནས་ཡང་དུ་ཟ་བའི་གི་གཉེན་པོ་དེ་ལ། དེ་ནི་ག་རེ། ཕྱིས་མི་ལེན་པ། ཡང་ཕྱིས་མི་ལེན་པ་ཟེར་ན་ཐེངས་མ་གཅིག་ཟ་ཟེར་བའི་རྒྱུ་ནི་ཡང་བསྐྱར་མི་ལེན་བ། ཡང་ཡང་ཟ་བའི་གི་གཉེན་པོར་བ། དེ་ནི་ཆགས་ཆགས་པའི་གཉེན་པོ་རེད། དེ་ནི་དེ་ནང་བཞིན་དུ་ཟས་གསར་པ་གསར་པ་ཚ་བོ་ཚ་བོ་ལ་ཆགས་ཆགས་བྱེད་པའི་གཉེན་པོ་ལ་གཞི་ཇི་བཞིན་པ། ཡིད་བྱེད་ཀྱིན་པ་སི་ཏུ་ས་ནི། ཡ་གི་དྲེག། དང་པོ་ང་དྲེག་གི་མཇུག་མཐོ་བ་དེ་ཡིན་ཨ་ད་དྲེག་གི་མཇུག་ལོ་དེ་ནི་ད་བྱ་ཚ་བོ་ཆུ་ནི་ར་བསམ་པ་དེ་ལ་ཡ་མཐོ་ཁར་སྤོ་མི་དགོས་ས་རེད་བྱས་ནས་འགྲོ་སོང་བ་ཡིན་ན་མ་འགྲིག་པ་བྱས་ནས་ཆུ་ལང་དང་པོ་དེ་ས་ག་བ་ཡིན་ན་དེ་ག་རང་ལ་ཟག་དགོས་རེད་དེ་ཡིན་དུས་ཡིད་བྱེད་ཀྱིན་པ་སི་ཨོ་ད་དེ་འདྲས་བྱས་ནས་ཟས་ཀྱི་དབང་དུ་བྱས་པ་དེ་ལ་ནི་རྣམ་པ་གསུམ་བྱས་ནས་སོང་ཡོང་དུ་བ་འོ་དེ་འདྲས་དེ་ཡིན་དུས་གནས་ཀྱི་དབང་དུ་བྱས་པ་བཞི་ཟས་ཀྱི་དབང་དུ་བྱས་པ་གསུམ་བདུན་རེད། དེ་ནི་དེ་ནང་བཞིན་དུ་ཆོས་གོས་ཀྱི་དབང་དུ་བྱས་པའམ། ད་ཆོས་གོས་ཀྱི་དབང་དུ་བྱས་པ་ཟས་ཡིན་དུས་ས་ནི་གོས་ཀྱི་དབང་དུ་བྱས་པ་དེ་ལ་གོས་དག་ང་རང་ཚོ་སྣེ་ག་པོད་མང་པོ་ཡོད་རེད་བ་ཡ། དེ་ཡིན་དུས་ཚང་ད་དེ་འདྲས་ཀྱི་སྣེ་ག་མང་པོ་ལ་ཕྱག་བཞེས་བཞིན་པའི་སྙིང་པོ་དེ་ལ་ཆུ་བོ་གསུམ་པ། ད་ང་ཚོ་ཆུ་བོ་གསུམ་པ་ད་ཚེ་ཡོང་བ་ཆུ་བོའི་གཅིག་པོ་ལ་མང་པོ་ཡོད་རེད་ཤན་ཐབས་གཅིག་པོ་ལ་མང་པོ་ཡོད་རེད་ད་ཚང་ད་སྦྱིན་བདག་མང་དྲགས་དུས་ཚང་ད་གཉིས་གཉིས་གསུམ་གསུམ་ད་རེ་གནང་ཡོང་གི་འདུག་དེ་ཡིན་དུས་གསུམ་པ་ཇི་ལྟར་ཕ་ཟས་རེད་ཡ་ཆུ་བོའི་བདུན་པ་ཆགས་འགྲོ་གི་འདྲ། དེ་ཡིན་དུས་ཟས། གོས་དེ་ནི་མང་པོ་ལ་ཕྱག་བཞེས་བཞིན་པའི་སྙིང་པོ་ལ་དེ་ནི་ཆུ་བོའི་གསུམ་པ། དེ་ནས་དཔལ་དུ་ལོག། ད་ད་འདི་ག་ཟེར། མིང་ཡོད་པ། ད་ག་རེད་འདི་མང་པོ་འདུག་ང་ཚོ Editor ཟེར་ཡ་འགྲོ་ད་དེ་ཚོ་ལ་དཔེ་ཆ་ཞིག་བྱས་ནས་སྙིང་པོ་དེ་ཚོ་ལ་འདི་རེད་ཁ་གསལ་དགོས་ཁྱ་དར་འཕྲོད་པ་ད་གསར་པ་དེ་ཚོ་ལ་སྤྱིར་བཏང་ཁྱ་དར་འཕྲོད་པ་ཟེར་ཡ་དེ་ལ་གཉིས་ཡོད་རེད་བ། གནས་ཀྱི་དབང་དུ་བྱས་པའི་ཁྱ་དར་འཕྲོད་པ་དང་དུས་ཀྱི་དབང་དུ་བྱས་པའི་ཁྱ་དར་འཕྲོད་པ་གཉིས་གསུང་གི་རེད་གནས་ཀྱི་དབང་དུ་བྱས་པའི་ཁྱ་དར་འཕྲོད་པ་ཟེར་ཡ་དེ་ད་དེ་ཐེངས་ནང་ལ་གཡུག་བྱེད་དགོས་ཐུག་པོ། དུས་གང་དུ་ཆར་བ་འཕྲོས་པ་ཚང་མའི་གད་སྙིགས་རྣམས་མེད་པ་ཡིན་ན་སྒམ་ནང་བླུགས་བཞག་པའི་དུ་ལོག་དེ་རེད། ངས་ཐིག་མ་གཅིག་གོན། ཟླ་བ་གསུམ་ཙི་གཅིག་འཕེལ་ན་སྟབས་ཅིག་བེད་སྤྱོད་འགྲོ་བ་བྱས། བཞག་བཞག་པར་སྟབས་བདེའི་ཆར་བ་འཕྲོས་པ་ཆགས་ཚར་དེ་ལ་དུས་གང་དུ་ཆར་བ་ཆར་བ་འཕྲོས་པ་ཟེར་ཡས་རིག་གཞུང་གི་ལོངས་སྤྱད་ཟིན་པ། བ་ད་དེ་འདྲས་ལ་བརྟེན་དགོས་རེད། དེ་ནས་ཡང་དུ་ལོག་ང་ཚོ་ནམ་རྒྱུན་ཉོ་དུས་རྩ་ནས། གར་ཟེར་གྱི་རེད་ཨོ་ད། སོབ་འདུག་མི་འདུག་ལྟ་གི་འདུག་ཨ། རྒྱུ་ཆ་ཡག་མི་ཡག་ཀོ་ཧྲེང་དགོས་རེད་ཟེར་ངས་བཙོང་ནས་ད་བལྟས་ཡོང་དུས་འཇམ་པོ་ལ་ཆགས་ཀྱི་བཞིན་པར་བ་དེའི་སྙིང་པོ་དེ་ལ་བལྟས་ནས་གོས་འཆིང་པ་བ། ཆིང་པོ་ཧྲང་ཆིང་རེད་བ། ལུག་གི་བལ་གྱི་ཚོགས་ཀྱི་ཁྲ་ཕུག་པས་རེད་བ། ཨེ་འདྲས་ཤིག་ཡག་གང་གི་ཙང་ནས་བལ་ཁོ་ན་ཡག་དཀར་བསྡད་ཡོད་དེ་འདྲས་ད་ཤ་ལ་ཐུག་མ་ཐུག་ཁ་ཤས་ནས་གཟུགས་པོ་ཁ་ཤས་ཕྱོགས་ཁ་ཤས་དུ་ན་ཁ་ཤས་ཐུག་རོགས་བྱས་ཡིན་པ་ཚུལ་ཁོ་ཆིང་པ་རེད་འཁྲག་པོ་ཆགས་ཚར་རེད་བ་ཨོ་དེ་ཚོ་དེ་ནས་བེད་སྤྱོད་བྱེད་དགོས་རེད་ད་དེ་ཚོ་དེ་ནས་གུས་ཀྱི་དབང་དུ་བྱས་པའི་དེ་ནས་ད་ལྟ་འདི་ད་གསུམ་ཨོ་ད་དེ་འདྲས་བྱས་ནས་ཕག་ཚོ་དེ་ནས་ད་ལྟ་འདི་ད་སྦྱངས་པའི་ཡོན་ཏན་དེ་འདྲས་ཤིག་སོང་ཡོང་དེ་བ་དེ་རེད། དེ་ནི་དེ་ནང་བཞིན་དུ་ད་ལྟ་འདི། མ་སར་བ། ཉེ་ས། དེ་འདྲའི་གི་དབང་དུ་བྱས་པ་དེ་ལ། ཙོག་པུ་བ་དང་གཞི་བྱེད་བཞིན་པ་གཉིས་སུ་མྱོང་འདུག་བ། ཙོག་པུ་བ་སུ་དེ་ཙང་ནི་ད་ང་རང་ཚོ་ཁང་པ་དང་ཚོ་སྟེ་རྒྱ་ཆེན་པོ་འདྲ་གཅིག་རེད་བ། ཙོག་ཙོག་བྱས་ནས་བསྡད་ཐུབ་ཚེ་གཅིག་མ་གཏོགས་པའི་རྐང་བྱང་ལག་བྱང་བྱས་ནས་བསྡད་ས་མེད་བ།

ཨོ་ཡ་ད་དེ་ཚོ་ཅི་ལྟར་ང་ཚོ་གཅིག་མཁྱེན་དགོས་རེད་དེ་བྱེད་དུས་དོན་ལ་སོ་སོ་ནོར་འཁྲུལ་ཡོད་པ་དེ་ནས་མཚམས་འཇོག་འོ་ད་ང་འགྲིག་མི་འདུག་བསམ་པའི་བསམ་པ་རོ་གཅིག་བཅད་ཆོག་གི་རེད་བ་དེ་བཅད་ཡོང་དུས་ཚོད་ཡང་དེ་ཟད་ཀྱི་གོ་གཅིག་དེ་ཟེར་དགེ་བ་བསགས་འགྲོ་གི་རེད་མ་གཏོགས་ཡང་ཁྱོད་ནི་ང་ཚོ་འདི་འདི་གང་སླད་ནི་སླད་ཐུག་མི་འདུག་ཨ་ད་འཇམ་པ་ཡིན་དུས་ཁྱོད་གཉིས་ཀ་ཕ་ཟེར་རེད་ད། སླད་ཐུག་མ་རེད་དེ་ཡིན་ན་ཡང་ད་སངས་རྒྱས་ཀྱིས་དེ་འདྲས་ཀྱི་གསུངས་འདུག་ཨ་དངོས་གནས་དེ་འདྲས་བྱེད་ཡིན་ས་རེད་བ་ད་ཡིན་ན་ང་རང་དེ་གང་སླད་མ་ཐུག་ཡོང་དུས་དཔེ་ཐབས་སྐྱོ་བོ་ཅིག་རེད་བསམ་འགྲོ་གི་ནས་འདི་གསུམ་འགྲོ་གི་སླད་སོང་ན་དེ་ཟད་ཀྱི་གོ་ཕན་གི་རེད་བ་དེ་འོ་དེ་འདྲས་རེད།

ད་ཁོང་ཁྲོ་ཉི་མིག་གཅིག་གི་ལ་ཡང་གཞན་ཡང་ཁོང་ཁྲོ་ཉི་མིག། ནུས་མེད་ལག་འཁྲུལ་བདག་ཉིད་ལ་མདོག་མི་སྡུག་པ་འབའ་ཞིག་བྱེད་ནུས་པ་གང་ལ་བརྩེ་མེད་པ་དེ་ལས་ཐ་ཆད་ཅི་བྱ་རྒྱུ་དཔེ་འོ་དོ། ད་ང་ལ་ནུས་པ་ཡོད་མཁན་ཅིག་ཡིན་ན་ང་ཁོང་ཁྲོ་ཟ་བའི་སྐབས་དང། ང་ནུས་པ་མེད་མཁན་ཅིག་ཡིན་ན་ང་ཁོང་ཁྲོ་ཟ་བའི་སྐབས་གཉིས་ལ་ཁ་ཁ་ཡོད་རེད། ང་ནུས་པ་མེད་མཁན་ཅིག་ཅེས་ཁོང་ཁྲོ་ནི་ཟ་བསྡད་དང་འབར་བསྡད་ཡོད་རེད་ཡིན་ནའི་ཕ་ཆོག་ངོ་ལ་ལན་ནི་སློག་ཐུབ་ཀྱི་ཡོད་མ་རེད། ནུས་མེད་ནུས་པ་མེད་པའི་གང་ཟག་ལ་ཁྲོ་ཡོང་དུས་ཙང་ནས་ཅིག་ཁོང་ཁྲོ་འདྲ་བོ་འབར་ཡོང་ན། ད་དཀའ་ངལ་ག་རེ་ཡོད་རེད་ཟེར་ན། སོ་སོ་གདོང་པ་དམར་པོ་ཆགས་བསྡད་ཡ་དེ་ག་རང་རེད་གསུངས་པ་རེད་མདོག་མི་སྡུག་པ་འབའ་ཞིག་བྱེད། སོ་སོ་གདོང་པ་ཅོག་བུ་འུར་འདྲ་ཞིག་བསྟན་རྩིག་པ་རོ་འདྲ་ཟ་ཁ་གཏད་ཅིག་ཨེ་འདྲ་བྱས་ནས་ད་ལག་པ་འདི་ཚོ་བྱང་བས་འདྲ་བྱས་ནས་ཞོ་དེ་འདྲ་བྱས་བསྡད་ཡ་མ་གཏོགས་གཞན་དག་དེ་བརླག་གི་ཡིན་མ་གོ་ཆོག་ང་རང་ལ་ལན་སྤྲད་ཐུབ་ཡོད་མ་རེད་བ་དེ་ཡིན་དུས་ད་ནི། ནུས་པ་མེད་མཁན། དེ་འབྲེལ་གྱི་མི་ལ་ཁོང་ཁྲོ་དང་སོ་སོ་གི་སེམས་ནང་ལ་ཁོང་ཁྲོ་སྐྱེས། ཁོ་ནུས་པ་དེ་འདྲ་མི་གཞན་དག་ལ་པར་སྒྲ་གླེང་ཀློག་ཡག་འདྲ་བོ་དང་གནོད་པ་བྱེད་ཡག་གི་ནུས་པ་ཁྱོད་ནས་མེད་སོང་བ་ཡིན་ན་ད་སོ་སོ་སོ་ཁོང་ཁྲོ་འགྲོ་བའི་སར་གདོང་པ་སྐྱུར་བོ་ཞིག་བསྟན་དམར་བོ་འཁྱག་དེ་ནས་ཅིག་བྱང་ལ་འདི་འདྲའི་མཁོ་ཚོར་འགྲོ་བའི་ཤུལ་བདེ་ཡག་འགྲོ་བ་མ་གཏོགས་གཞན་དག་གལ་ཡོང་གི་མ་རེད་དེ་གཅིག་པོ་རེད་འབའ་ཞིག་བྱས། ད་ཡང་ནུས་པ་ཡོད་མཁན་ཅིག་ཡིན་ན་ཡང་ཁོང་ཁྲོ་གི་ཉིན་མོ་དག་ད་ཡང་ཁོ་ནུས་པ་ཅིག་ཡོད་སོང་འདོད་ན་བརྩེ་བ་མེད་པའི་ཐོག་ན་ཕ་ཆོང་གིས་བསད་ཡག་གི་ལས་ཀ་དེ་འདྲ་བྱས་ཡོང་གི་རེད་ཡང་དེ་གན་སོ་སོ་བྱུང་ཅིག་རག་ཚར་རེད་དེ་ཡིན་དུས་ད་ནི་ཁོང་ཁྲོ་ཟེར་ཡག་དེ། ཁྱོད་ལ་ནུས་པ་ཡོད་ན་ཡང་ཁོང་ཁྲོ་རྒྱུ་ནི་གྱོང་རག་རེད་ཁྱོད་ལ་ནུས་པ་མེད་ན་ཡང་ཁོང་ཁྲོ་རྒྱུ་ནི་གྱོང་རག་རེད་དེང་དུས་གྱོང་དྲན་མཁན་གཅིག་མ་གཏོགས་ཁོང་ཁྲོ་ལ་ཕན་ཡོན་ཟེར་མཁན་ཡོད་མ་རེད་ཟེར་དེ་སོང་ད། ཨ་ཡ། དེང་དུས་ནུས་པ་གང་ལ་བརྩེ་མི་དགོས་དེ་ནི་ཐ་ཆད་ཅིག་རྒྱབ་རྒྱུ་ཡོད་ད་དཔེ་ཅིག་ཁོང་ཁྲོ་ཆེན་པོ་གཅིག་གི་ཐོག་ནས་ནུས་པ་ཡོད་པ་བེད་སྤྱོད་བྱས་ནས་ཕ་ཆོག་ངོ་སད་བྱས་ང་ད་དེ་མི་དཔེ་སྡུག་ཅག་རེད་ཟེར་གི་རེད་བ་ཁོ་མི་ཟེར་གི་རེད་ཁོ་མི་དཔེ་སྡུག་ཅག་ཡོད་རེད་ཁོ་ཁོང་ཁྲོ་ཚ་བོ་ཡོད་རེད་ཁོས་མི་ལ་ཉིས་རྟགས་བཏང་གི་རེད་ཟེར་ད། འཇིག་རྟེན་ན་ཡང་ཁོ་ཐ་ཆད་ཅིག་ལབ་ཀྱི་འདུག་ཨ་དེང་དུས་ཁོང་ཁྲོ་ཉིན་མོ་དེ་འདྲ་ཅིག་རེད་གསུངས་པ་རེད། དཔེར་ན་རིགས་ལ་གནོད་པ་ནང་བཞིན་རེད། ད་དེ་གསུངས་དུས་ཚང་མས། དེ་ནས་འཇིག་རྟེན་ལ་རིགས་རྒྱུད་ལ་གནོད་པ་བྱེད་མཁན་དེ་གནོད་པ་ཐམས་ཅད་ནི་ཐ་ཤལ་དུ་བརྩི་གི་འདུག་བ། དཔེར་ན། ང་ཚོ་འདི། མི་རིགས་གཅིག་གཙང་མའི་བཟོ་དགོས་ཡོད་ན་མི་རིགས་གཞན་དག་ཅིག་གི་རིགས་རྒྱུད་དཔེར་ཞུ་དང་མི་རིགས་གཙང་མའི་ཆགས་འགྲོ་འདུག་སྟེ། ད་སྔོན་ནས་རིགས་དེ་ལ་གནོད་པ་ཆེ་ཤོས་བྱེད་དགོས་ཀྱི་ཡོད་ན། མི་རིགས་གཞན་དག་ཅིག་གི་རུས་རྒྱུད་དེ་དགོས་གནད་འདུས་ལ་ཁོ་ལ་དེ་མེད་པའི་གནོད་པ་ཆེ་ཤོས་དེ་བྱས་རེད། དེ་ནང་བཞིན་དུ་ཁོང་ཁྲོ་ལ་ཡང་དེ་དག་དེ་འདྲའི་ཆེད་ནས་དེ་མེད་པའི་གནོད་པ་ཆེན་པོ་ཞིག་བྱེད་ཡོང་གི་རེད། རིགས་ལུས་མེད་པ་ནང་བཞིན་བྱས་ན་གནོད་པ་ཆེན་པོ་ཞིག་བྱེད་ཡོང་གི་རེད་གསུངས་པས། དེ་ནས་ཐག་བཅད་ཅིག་ཅར་བརྗོད། དེ་ཕྱིན། ད་དེ་ནས་འདི་ནས་མ་གར་ཟེར་ན། ཁོང་ཁྲོ་ཅན་གྱི་གང་ཟག་ལ། ད་སུ་སྐད་ཆ་འདི་འདྲ་བཤད། ད་ཁོ་ཁོང་ཁྲོ་སྤང་ཡང་བྱས་ཏེ་ཁོ་ལ་འདི་འདྲ་ལབ་དགོས་རེད། ཁྱོད་ཁོང་ཁྲོ་མ་ཟ་ཨཱ། ཡིད་དུ་མ་འོང་བ་ཡི་སྒྲ་སྔར་བྱས་འདི་མཐར་བྱེད་པར་བརྗོད། རྨོངས་བྱེད་དམ་པ་མ་ཡིན་པ་བདག་ཉིད་རྣམ་པར་དག་མི་འདུག། ད་ཐེངས་འདི་ཁོང་ཁྲོ་ཅིག་ཕ་ཆོས་དེ་ནས་མི་གཅིག། མི་གཞན་དག་ཅིག་གིས་ཚིག་རྩུབ་པོ་ཅིག་ལ་ཁོ་ཁོང་ཁྲོ་ཟ་དོན་ན་ད་ང་གི་ག་ལ་འོས་སམ་ཁོ་ལ་ཁྱོད་ལྐུགས་པར་ག་རེ་ཁོང་ཁྲོ་ཟ་དོན་ཡོད། ཁོས་ཁྱོད་རང་ལ་ཡིད་དུ་མི་འོང་བའི་སྐད་ཆ་ཅིག་བཤད་རོགས་ཚིག་རྩུབ་པོ་ཅིག། དེའི་ཚིག་རྩུབ་པོ་དེ་ཁྱོད་རང་ངོས་ལེན་བྱེད་ཞོར་དང་དེ་གི་གར་སོང་ན་ཁྱོད་རང་སྔོན་མ་བྱས་བྱས་པའི་སྡིག་པ་ཚང་མ་རྫོགས་ཡག་ཕྱིར་ཁྱོད་རང་ལ་དེ་ཚིག་སྡུག་ཅག་དེ་གོ་རེས། དེ་ཡིན་དུས་ཙང་ནས། ད་ཁྱོད་རང་དེ་ཧ་མ་འོང་ནི་ལྐུགས་པ་ཡིན་དུས་ཙང་ནས། རྨོངས་ཞེས་དམ་པ་མ་ཡིན་པ་བདག་ཉིད་རྣམ་པར་དག་མི་འདུག་ཁྱོད་དངོས་གནས་ལྐུགས་པ་རེད་འདུག་ཁྱོད་རང་ཁྱོད་རང་སྡིག་པ་དག་ཡ་བའི་འདོད་པ་མེད་བས་ཁོ་ལ་སྐད་ཆ་དེ་ལབས། མཁྱེན་སོང། དཔེར་ན་ཕ་ཆོས་ལོག་ཁོང་ཁྲོ་ཅིག་ཟ་འདོད་ཡོད་ན། ད་ཁྱོད་གར་ཆེད་ཁོང་ཁྲོ་ཟ་ཟེར་ལབ་ན། འོ་ད་ཀོང་ཀོང་དེ་ང་ཚིག་དཔེ་བསྡུ་བྱ་ལབས་སོང་ཡང་ན་ཁོས་ང་ལ་དཔེ་གདོང་རྒྱག་ཞུས་ཟེར་ཡང་འགྲོ་ད་དེ་འདྲ་བྱས་ཙང་ན། ད་དེ་དུས་སློབ་གསོ་གར་རྒྱག་གི་རེད་ཟེར་ན་ང་ཚོ་ནམ་རྒྱུན་སློབ་གསོ་བྱེད་སྟངས་གཉིས་ཡོད་རེད་ད་ཡང་གཅིག་གར་རྒྱག་གི་རེད། ཡང་ད་ཁོ་མི་འདྲ་མར་ཁྱོད་དེ་འདྲའི་ཐབས་སྡུག་པོར་ཕར་ལན་སྤྲད་དགོས་རོགས་ཁོ་ཅི་ཡང་ཉན་ན་ལྟོས་ཅིག་མདུན་ནས་བརླག་ཁེངས་མོད་རྒྱ་ལོ་ཕར་འགྲོ་དགོས་རྒྱབ་ཏུ་སྡོད་ཞོད་ཟེར་ཉིན་སོ་ནོར་སློབ་གསོ་འདི་འདྲ་རྒྱབ་སྲིད་ཀྱི་རེད། རེད་དེ། ད་དེ་འདྲའི་སློབ་གསོ་མ་རྒྱབ་སོང་བ་རེད། ཁོ་ལ་གར་སློབ་གསོ་རྒྱག་དགོས་ཟེར་ན། ད་ཁྱོད་དངོས་གནས་དཔེ་ཡག་པོ་རེད་ཟེར་ཁྱོད་ཁོ་གིས་ཁྱོད་ཁོང་ཁྲོ་ཟ་བཅུག་བསྡད་བ། ཁྱོད་ལ་དཀའ་ངལ་སྤྲད་བསྡད་བ་ཚིག་རྩུབ་པོ་ལབ་བསྡད་བ་ཁོ་གིས། དེ་མ་ཟད་ཁྱོད་ཁོ་གིས་ཁྱོད་ལ་གདོང་འཇགས་ཞུས་བསྡད་བ། ད་དེ་ཁྱོད་རང་སྐྱེ་བ་སྔོན་མ་ས་ཞིག་གི་སྡིག་པ་དང་འགྲོ་གི་རེད་ད། ཁྱོད་རང་ཅེས་པའི་སྡིག་པ་མཐའ་ཡས་འདོད་པ་མེད་པའི་ལྐུགས་པ་ལ་ཟེར་ཏེ་དེ་ལ། འོ་དེ་ཡིན་དུས་ཐོག་སོ་བརྒྱབ་དང་དེ་འདྲ་བྱས་ན་རྒྱག་དགོས་རེད་གསུངས་པ་རེད་དེ་རྒྱང་ཡང་བལྟས་ཟ་ཨ་ལས་འོ་དེ་འདྲ་ཡིན་ན་ད་ཡག་པོ་རེད་བ་བསམ་སོང་རོ་ཕྱག་དར་བ། ཁྱོད་སྡིག་པ་དང་དུ་རེད་ས་ང་ཚོ་ད་ཅིག་ནང་ཆོས་ནས་དེ་གསུངས་དགོས་རེད་བ། སྡུག་བསྔལ་ཐམས་ཅད་དང་དུ་གླེང་དགོས་རེད་ས་ད་ཚོ་སྐྱེ་བ་སྔོན་མེད་ཀྱི་དེ་ནས་ལས་དང་དུ་རེད་གསུངས་ཡང་ད་དེའི་ཐོག་ལ་ཐོག་སོ་བརྒྱབ་དགོས་རེད་གསུངས་པ་ལ། དེ་མ་གཏོགས་ད་བར་ངོ་ཆོས་དེ་དངོས་གནས་ཅིག་མེད་བྱུང་རོགས་པ་དེ་བྱེད་ཁྱོད་ཁོ་པ་ལན་སློག་བཟང་གི་འདུག་མོ་དེ་ནས་ཁྱིམ་ལབ་རྒྱུ་མ་གསུངས་པ་ནམ་རྒྱུན་ཁྱེད་ཚོ་ང་ཚོ་ནམ་རྒྱུན་འཚང་རྒྱ་དེ་འདྲའི་ཟེར་གི་རེད་བ་ཅེས་ཁ་ཕོ་གསུམ་པའི་ཅིག་ཐོག་ནས་ད་ང་དཔེ་གྲོགས་པོ་ཞེའུ་ཡག་པོ་ཡིན་པའི་སྐད་ཆ་རེ་ད་ཁོ་ལ་སློབ་གསོ་དེ་འདྲ་རྒྱག་གི་ད་དངོས་གནས་གྲོགས་པོ་ཡོད་པོ་མ་ཡིན་པའི་རྟགས་རེད་གསུངས་པ་དེ་དུས་ད་ལྟ་དེ་ནང་བཞིན་སློབ་གསོ་རྒྱག་དགོས་རེད་གསུངས་རེད་འདུག་ཧུམ། བདག་ཉིད་རྣམ་པར་དག་མི་འདུག་ཁྱོད་སོ་སོ་དེ་ནས་པའི་སྡིག་པ་དེ་ལས་རྣམ་པར་གར་ཅིག་དག་པར་འདོད་ཀྱི་མེད་ཟེར་ཡ་འདུག་དེ་འདྲ་ཞིག་ན་བ་སློབ་གསོ་རྒྱབ། དཔེར་ན། གླང་རྒན་ལ་སྨན་གཏོང་བ་ནང་བཞིན་བྱེད་ཡ་ཡོད་མ་རེད་གསུངས་པ་ལྟར། དངོས་གནས་བྱས་ན། གླང་མགོ་སྤོར་ཐུག་བྱས་ཡོད་ད་གླང་རྒན་གྱིས། ཨ་ཁོ་ནག་ཏུ་ཡོད་རེད་ད་སྦྱིན་བདག་དེ་གིས་དངོས་གནས་ཅིག་ལྷག་བསམ་རྣམ་དག་འདྲ་བོ་བྱས་ནས་སྨན་སྤྲད་ཀྱི་ཡོད་རེད་གླང་མགོ་ཁོང་ཁྲོ་ས་ནས་བཞུ་བསྡད་ཡོད་རེད་དེ་ཕྱིར་དེ་འདྲའི་བྱེད་ཡ་ཡོད་མ་རེད་རླངས་འཁོར་བོར་ཐོ་ནང་བཞིན་བྱེད་ཡ་ཡོད་མ་རེད་གསུངས་པ་རེད། དེ་འདྲའི་ཁྱོད་ལ་གཞན་དག་གི་ཚོས་ཚིག་རྩུབ་ལ་ཡ་དང་གདོང་འདེགས་བྱེད་ཡ་སོ་སོ་ཁྱོད་རང་སྡིག་པ་ད་ཡ་ཞིག་ཏུ་དེ་འདྲའི་བྱེད་བསྡད་ཡོད་རེད། དེ་འདྲའི་བྱེད་ནས་མི་ལེན་བྱེད་དགོས་རེད་མ་གཏོགས་པས་རླངས་འཁོར་ནང་བཞིན་སོ་སོ་ལ་ཕན་བཏང་གི་དེ་ལ་ཕངས་ནུས་པ་བྱེད་ཡ་ཡོད་མ་རེད་ཞེས་པའི་དོན་རེད། དེ་ཡིན་དུས་དབུ་མ་འཇུག་པ་ནས་གསུངས་ཡོད་བ། གནོད་པ་བྱེད་པའི་གར་དེ་དེད་དགོས་ན། དེ་ལ་བསྟུན་པའི་བྱད་བསྲིང་བཟློག་གིན་གྱི་དེར་ཕྱིར་དེ་ཀུན་ངེས་པར་འདིར་འདོན་མིན་ཞེས་ཕ་རོལ་ཡང་དགའ་བར་འགྱུར། སྔོན་ཆད་པ་ཡི་མི་དགེའི་འབྲས་བུ་ནི་ཟད་པར་བརྗོད་པ། བརྗོད་པར་འདོད་པ་དེ་ཉིད་འདུ་བྱེད་ལ་གནོད་པ་དང་ཁྲོ་བའི་གདུང་བ་ས་བོན་ཉིད་དུ་ཇི་ལྟ་བ་ལ་འཁྲིད་པར་བྱེད་ཅེས་གསུངས་ཡོད་པ་དེང་དུས་དངོས་མེད་ཀྱི་ལས་ངན་པ་ཟད་ཡག་གི་དང་ཐབས་ལམ་གྱི་སྟོན་དགོས་ཡོད་རེད་ད། དེ་ཡིན་དུ་ཙང་ནས་ད་རྗེས་ངའི་གྲོགས་དེ་ཤར་ཐུབ་བར་གྱི་རྫོགས་སྐུ་རེ་སོང་རེད་ད། ཡང་མཚམས་རྟག་པར་དག་བྱེད་ངེས་གྲོགས་ཤར་རང་བཟོད་པ་སྒོམ་ལྟར་ཡང་མཚམས་གསར་དཀའ་ངལ་འཕྲད་ཡོད་དེང་དུ་ཡང་ཅི། རྣམ་འགྱུར་དྲག་པོ་ཡིན་པ་ལ་སེམས་ཀྱི་སྟེང་ནས་དེ་ནི་ཞི་བ་ཡིན་པ་ཅིག་དགོས་རེད། ཨོ་ཡ། དེ་མུར་ཡང་ཉེ་བརྒྱུད་བཤད་ཡོང་གི་རོགས། ཨོ་ཡ། ད་དེ་ཡིན་དུས་བདག་ཉིད་རྣམ་པར་དག་མི་འདོད། ད་འདི་ནི་མ་སྙན་པ་ཡིན་དུ་མ་འོང་བ་ངའི་ཡིག་ནི་སྙན་པ་ཟེར་ལ་འདུག་འདི་སྙན་པ་མ་རེད་མ་འོ་ཉལ་ལ་སྙན་བྲིས་དགོས་རེད་ཁྱེད་རྣམ་པའི་ཡིག་ནི་ས་ཉལ་ལ་སྙན་ནི་སྙན་བྲིས་དུ་ནོར་རེད་མ་འོ་ཉལ་ལ་སྙན་ཡིན་ན་འགྲིག་རེད།

ཚིག་རྩུབ་ལ་སོགས་པ་ལ་བརྟེན་ནས་ང་ཚོ་ཁོང་ཁྲོ་ཟ་ཡག་དེ། རྣམ་རྟོག་ལ་བརྟེན་ནས་ཟ་ཡི་ཡོད་རེད་མ་གཏོགས་ཚིག་རྩུབ་ཀྱིས་ང་ཚོ་ལ་གནོད་པ་གང་ཡང་ཡོང་གི་མ་རེད་གསུངས་ཡོད་ད། ད་འདིར་མ་ཐེ་སོང་རེད། དེ་ནི་ང་ཚོ་ནམ་རྒྱུན་འདི་རེད་བཤད་ཡོད་རེད་བ། ང་ལ་ཚུར་ཚིག་རྩུབ་པོ་ཅིག་ལབ་ན། ང་ཕ་དེ་ནས། ཁོང་ཁྲོ་ཅིག་མ་ཟ་རང་སར་ཁོ་ཚིག་རྩུབ་པོ་དཔེ་སྡུག་ཅག་ཅིག་ལབ་སོང་བསམ་གི་རེད་བ། ཡིན་ན་ཡང་ཚིག་རྩུབ་པོ་དེ་ལ་བཟོད་པ་སྒོམ་དགོས་རེད་རྒྱུ་མཚན་དེ་རེད་གསུངས་པ་རེད། བསྙེན་པ་སུ་དགྲ་སྒྲ་ཡིད་དུ་མ་འོང་བ་དེ་འདྲ་ཅིག་ང་ལ་ཚུར་ལབ་པ་ཡིན་ན། དེས་ཀྱི་ངོ་བོ་ཉིད་ཀྱི་སྣོད་མེད་དེའི་རང་བཞིན་གྱི་ཐོག་ནས་སྒྲ་དེ་ཀྱིས་ཁྱོད་རང་ལ་གནོད་པ་གང་ཡང་བྱེད་ཀྱི་མ་རེད། དེའི་ཕྱིར་རྒྱུ་མཚན་དེའི་ཕྱིར་ན་ཁྱོད་རང་ལ་དེའི་སྒྲ་དེ་ལ་བརྟེན་ནས་གནོད་པ་ཡོང་ཡ་དེ་ག་རེ་ཟེར་ན། ཁྱོད་རང་གི་རྣམ་རྟོག་ལ་བརྟེན་ནས་དེ་ཀྱི་གནོད་པ་ཆགས་ཡོང་གི་ཡོད་རེད། རྣམ་རྟོག་ལས་བྱུང་བ། གཞན་ལས་ཡིན་ན་སྙམ་དུ་སྣང། སོ་སོའི་རྣམ་རྟོག་ཕྱིན་ཅི་ལོག་པ་སྐྱེ་ཡོང་གི་ཟེར་ན་ད་དངོས་གནས་སོ་སོ་ལ་སྡུག་བསྔལ་སྤྲད་ཡ་དེ་སྒྲ་དེ་ཀྱིས་བཟོ་སོང་བསམ་བསྡད་ཡོད་རེད། དངོས་གནས་བྱས་ན་དགྲ་དེ་གིས་ཁྱོད་རང་ལ་དེ་ནས་དཀའ་ངལ་ཟེར་སྐད་སྤྲད་ཡོད་མ་རེད་ཁྱོད་རང་གི་རྣམ་རྟོག་དེ་གིས་ཁྱོད་རང་ལ་དཀའ་ངལ་སྤྲད་བཞིན་ཡོད་རེད་གསུངས་པར་ད་དེ་ཡང་འདྲ་བོ་ད་བ། དཔེར་ན། མི་གཅིག་གིས་ངེད་ཀྱི་ཐོག་ལ་སྐྱོན། ནོར་འཁྲུལ། ཞེ་བོ་ཅིག་བྱས་ཟེར་ནས་ལྐོག་ལྐོག་སིལ་སིལ་གྱིས་ལབ་བསྡད་པ་ཡིན་ན། དེ་ངའི་ཨ་མཆོག་ལ་མ་འོས་པ་དུ་ང་ལ་དཀའ་ངལ་སྤྱད་མི་འདུག་ཨ་དེ།

དེ་བྱེད་དུས་རྩ་ནས་ང་ཚོ་མང་ཆེ་བ་འདི་རེད། དེ་ཡིན་དུས་སྐྱོན་ཅིག་འདུག་ཟེར་ནས་ལབ་པ་ཡིན་ན་ཡང་དེ་ལ་དམིགས་བསལ་གྱི་ཞེ་དྲག་ཞེ་དྲག་ད་ཅིག་སོ་སོ་སོ་སོ་སོ་ནང་བཏང་ཡག་རེད་གལ་སྲིད་ཡོད་ན་ནོར་བཅོས་བསྒྱུར་བཅོས་བྱེད་ཡག་རེད་མེད་པ་ཡིན་ན་ནི་ཨ་ཧ་བཀོད་དེ་འདྲ་ལ་ཡི་འདུག་སོམས་ས་འདུག་ཟེར་ནས་བག་ཡ་མེད་བཏང་བྱ་ཡག་རེད། ཡོན་ཏན་གྱི་རྒྱུ་ཡོད་ན་ཡང་ད་སོ་སོ་ལ་ཡོན་ཏན་དེ་ཡོད་དུ་མེད་ལྟ་དགོས་རེད་མ་གཏོགས་ཡང་ཅིག་མིག་གིས་ཅིག་ལྟོས་ར་ཅིག་བཏང་དུས་དཔེ་འབར་ཞིའུ་ཅིག་མཐོན་པོ་བྱས་ཟེར་ན་ཡང་དེ་ལ་མ་མོ་དགའ་བར་བྱེད་པའི་འདོད་ཡོན་ལ་ཡ་ཞིག་སླེབས་ཡོང་གི་རེད་གང་མཚམས་སུ་དུ་རྙོག་དྲ་ཆེན་པོ་ཆགས་ཡོང་ཡང་ཉེན་ཁ་ཡོང་གི་འདུག་བ་དེ་ཡིན་དུས།

ཕྱག་གཡོན་སྒོ་ཟོ་ཡ་དེ་སངས་རྒྱས་ཀྱི་ཆོས་ཀྱི་དང་བྱེད་ལས་ངོ་མ་ནི་དེར་འདོར་བ་ཁ་ཡོད་ལག་ཡོད་ལ་ཕན་ཐོགས་ཡ་དེ་དེ་རེད། དེ་ཕྱིར་རྣམ་རྟོག་ལས་བྱུང་བ་གཞན་ལ་ཡིན་ཡང་མཉམ་དུ་ལྷོངས། ད་དེ་ལ་གར་གསུངས་འདུག་ཟེར་ན། ཕྱུགས་རྫི་མོ་ཡི་བུ་མོ་ནང་བཞིན་རེད། ད་སྔོན་མ་ཕྱུགས་རྫི། ཟོག་ཚོང་མཁན་གྱི་ཨ་ཅག་ཅིག་ཡོད་ས་རེད། ད་མོ་ལ་བུ་མོ་གཅིག་ཡོད་ས་རེད་ཡང་དེ་མ་ཡིན་པའི་ཁྱིམ་ཚང་དེ་ལ་སྤྱི་མེས་གཞན་དག་ཅིག་གི་སྐུ་གི་བུ་མོ་གཅིག་ཡོད་ས་རེད་ད་ཚང་མ་དགུང་དག་ཉལ་རེད་གློག་བ་ད་དེ་གློག་གི་མ་མ་མེ་སད་ཚ་རེད། སད་ཚ་དུས་ཙང་ནས་ཐམས་ཅད་ཕྱུགས་རྫི་མོ་དེ་གི་བུ་མོ་མོ་གི་བུ་མོ་དེ་གི་ཅིག་ཟ་དེ་ཡོད་ད་ཁུར་བ་ཟ་དེ་ཁུར་བ་ཟ་ན་ང་གི་བག་ལེབ་སྐམ་པོ་དེ་འདྲ་ཅིག་མུར་དེ་ཡོད་ས་རེད་མུར་དེ་དུས་ཙང་ནས་དེ་ཕྱུགས་རྫི་མོ་དེ་གི་བསམ་ན་སྤྱི་མེས་གཞན་དག་དེ་གི་བུ་མོ་དེ་རེད་བསམ་དོ། དཔེ་ངའི་ཕ་ཉལ་ཡག་མི་འདུག་གླང་གོག་མ་དེ་གར་སྐྱེལ་དུས་ཡོད་རེད་ལ་ད།

སྙམ་དུ་སོམས། ད་འདི་ནས་མ། དེ་ནས་འདི་རེ། དཔེར་ན། ཚུར་ང་ལ་དེ་ནས་ཅིག། གཤེ་གཤེ་བཏང། ཚིག་རྩུབ་པོ་ཅིག་ལབ་པ་ཡིན་ན། ད་ཐེངས་ང་ཚོ་བཟོད་སྒོམ་བྱས་ཡོད་མ་རེད། འཇིག་རྟེན་ལུགས་ཀྱི་བསྟན་བཅོས་ནས་གསུངས་ཡོད་རེད། ཕ་རོལ་པོ་གི་ཁྱོད་རང་ལ་དེ་ནི་པའི་ཚིག་རྩུབ་པོ་དང་ཅིག་པའི་སྐད་ཆ་སྡུག་པོ་དེ་འདྲ་བེད་སྤྱོད་བཏང་ཡོད་ན་དེར་ལམ་སང་ལན་སློག་གིར་གདའ། དེ་ལ་མགོ་སྒུར་སྒུར་བྱེད་ཡ་དང་ཞུམ་ཞུམ་བྱེད་ཡ་ཡོད་མ་ཟད་ལུག་གི་བསྟན་བཅོས་དུ་ན་གསུངས་མྱོང་འདུག་བ། དེ་བྱེད་དུས་ཚང་ནས་ཨ་ཁོ་ལ་ཅིག་བར་ལན་ཅིག་སྤྲད་མ་ཐུབ་ན་ང་ཚོ་དེ་ནི་ཅིག་འཇིག་རྟེན་མི་གི་སྤྱི་ཚོགས་ནང་འཚོ་བ་སྐྱེལ་དགོས་ལ་དེ་ག་ལས་ཁག་པོ་རེད་བསྟན་དུས་དེར་ལན་ཅིག་སྤྲད་དགོས་རུ་བ་བསམ། བསམ་ན་དེ་ཡང་མ་རེད། ཇི་ལྟར་ཤེས་བ་པོ་ལ་ནི་འཆད་པར་བྱ་བ་དངོས་ཡོད་པ་དེ་བཞིན་ཉན་པར་སྨྲ་བ་ལ་འཆོས་པར་བྱ་བ་གཅིག་མི་འཆོས། ལུགས་ཀྱི་བསྟན་བཅོས་ཟེར་ཡ་དེ་ཡིད་ཆེས་ཞེ་དྲག་བྱེད་ཡ་ཡོད་མ་རེད། གང་ཡིན་ཟེར་ན་ལུགས་ཀྱི་བསྟན་བཅོས་ནང་ལ། ཤེས་བྱེད་བྱེད་མཁན་ཤེས་བ་བྱེད་མཁན་ཚིག་རྩུབ་པོ་ལབ་མཁན་ཚང་མ་འཆད་པ་སྤྱད་དགོས་རེད་ཟེར་ལབ་འདུག་ཨ། ཡིན་ན་ཡང་དེ་ཀྱི་ལྡོག་ཕྱོགས་དེ་ལ་ཁྱོད་རང་ལ་དེ་ནས་དཔེ་སྙན་པ་སྨྲ་བ་དེ་ཚོ་ལ་བསྟོད་པ་བརྗོད་དགོས་རེད་ཟེར་འདི་ཚོའི་བསྟན་བཅོས་ནང་ལབ་འདུག་ཨེ་ལབ་ཡོད་མ་རེད། དངོས་གནས་དེ་ཚོ་གཅིག་པ་རེད་བ། ཤེས་བྱེད་བཏང་མཁན་ལ་དེ་ནས་དཔེ་ཕག་ལན་སྤྲད་དགོས་རེད་ཟེར་ལབ་ཡོད་ན། བསྟོད་པ་བརྗོད་མཁན་དེ་ཚོ་ལ་ཡང་བསྟོད་ར་གཏང་དགོས་རེད་ཟེར་ལབ་དགོས་རེད་དེ་ལབ་མི་འདུག་དེ་ཡིན་དུས་འཇིག་རྟེན་གྱི་སྡུག་གི་བསྟན་བཅོས་ཟེར་ཡག་དེ་ཚོ་ལ་ཆོ་ཡོད་མ་རེད་གསུངས་པར་དགའ། འོ་དེ་རེད། ཆོས་པར་བྱ་བ་ཅིས་མི་འགྱུར། དཔེར་ན། འགྲོ་དེང་བ་འཐབ་པ། གླང་ཆེན་བཞེངས་ཟེར་ལ་ད་བར་ད་འགྲོ་དེང་བ་སའི་ལུང་པ་ཅན་ཡིན་ས་རེད་ཕན་ཚུན་འཁྲུག་པ་རྒྱག་ཡོད་ས་རེད། ཕན་ཚུན་འཁྲུག་པ་རྒྱག་ཡོད་འདུག་ཀྱང་ཕལ་ཆེར་གླང་པོ་ཆེ་འདི་འདྲའི་གི་སྣ་ལ་དེ་ནས་རལ་གྲི་བཏགས་ནས།

ཁོ་རང་གི་ཐབས་ཤེས་ཡོད་རྒུ་རྩ་དྲུག་བཏོན་ནས་གླང་ཆེན་གྱི་སྲས་འགྲོ་ཡག་དོན་ཚུགས་ཀྱི་ཁ་ནས་ཁོ་ཅིག་ཐར་འགྲོ་དུས་ཙང་ནས་ཁོ་ཐར་བའི་ཁུངས་སུ་བཏང་ནས་བཞག་དགོས་འགྲོ་བ། དེ་བཞག་གི་མ་རེད་ཡང་ཚུར་སེར་ཁ་དེ་ན་ཚུར་ཁྲིད་འོང་ནས་དེ་ནས་གར་སེར་ཉི་ལྟག་གཞན་དག་བཏང་ནས་རལ་གྲི་གཞན་དག་བཙུགས་ནས་སྟོབས་ཆེན་གཞན་དག་བེད་སྤྱོད་བྱས་ན་དེ་ནས་སྲས་འགྲོ་འགྲོ་བ། འོ་དེ་ནང་བཞིན་རེད་ལུག་གི་བསྟན་བཅོས་དེ་ཚོ་ཚང་མ་དེ་དེ་འདྲ་ཅིག་རེད་དངོས་གནས་བྱས་ན་ཐར་ཚར་བའི་གང་ཟག་དེ་ཚོ་ལ་ད་ཁོ་ཐར་བ་རེད་ཁོ་བཞག་ཞོག་ཟེར་ནས་ལབ་དགོས་རེད་ཡིན་ན་དེ་ཚོ་ལུག་གི་བསྟན་བཅོས་རྗེས་སུ་འདང་ནས་གང་མ་ཐར་བ་དེ་ཚོ་ཡང་ཐབས་ཤེས་གཞན་དག་བཏོན་ནས་དེ་ནས།

མཐར་སོང་བ་དེ་ཚོ་ཁོ་ཐག་ཚགས་བྱས་ནས་བཞག་གི་མི་འདུག་དེ་བྱས་དུས་འཇིག་རྟེན་ལུགས་ཀྱི་བསྟན་བཅོས་དེ་ཚོ་ལ་ཁོ་གཅིག་ཕྱོགས་གཅིག་གི་སྒང་ལ་པད་ལུང་ཐལ་སྒྲོག་ཅིག་འཁུར་སོང་ཡོད་རེད་ཟེར་གྱི་ཡོད་རེད། ད་བཤད་བཤད་གཏམ་འཁྱལ་དེ་ཚར་བཅད་དགོས་རེད་གདའ་ཟེར་ཡག་སྒྲོག་ཅིག་མ་གཏོགས་པའི་ཡང་ཚུལ་འཆོས་དེ་མིན་སྙན་པ་སྨྲ་བ་དེ་ཚོ་ལ་བསྟོད་པ་རྒྱོབ་དགོས་རེད་གདའ་ཟེར་ཡག་སྐད་ཆ་ལ་ཐུག་ནི་མི་འདུག་དེ་ཡིན་དུས་འཇིག་རྟེན་ལུགས་ཀྱི་བསྟན་བཅོས་ཚང་མ་དེ་ཕྱོགས་གཅིག་ལ་དོན་ཡོད་དུ་ཡོད་རེད་ཞེས་པའི་དོན་རེད་དེ་ཡིན་དུས་ཡིད་ཆེས་ཡ་མེད་པ་རེད་ཟེར་ཡག་དེ་གསུང་དགོས་ཟེར་རེད། ད་དེ་ནི་མ་འདི་ཟེར་གི་རེད། ཨོ་ད་དེ་འདྲས་མ་རེད། ཁོས་ངའི་སྤྱན་ཧྲིལ་ཚང་མིད་བཞིན་ལ་ལབ་འདུག་དེ་ནས་ང་དཔེ་ཅིག་ཟ་ཁ་མཐོང་ན་ཚང་མ་འགག་འགྲོ་གི་འདུག། དེ་དུས་ང་སྐྱིད་པོ་ཆུད་ནས་མི་འདུག་དེ་བསམ་གི་རོགས་ང་འདི་ནམ་རྒྱུན་ངའི་སྤྱན་ཧྲིལ་ཚང་མིད་བཞིན་ལ་ལ་ཧ་གོ་བཅུག་དེའི་ཕྱིར་ང་ཁོང་ཁྲོ་ཟ་གི་འདུག་ཟེར་ཡང་འགྲོ་གི་ཅི་ཡོད་ངུས་རོ། ཨ་ད་དེ་ཡང་མ་རེད་གསུངས་པར་ཁྱོད་ཀྱིས་ལྷད་ཆ་མ་ནས་ཀྱང་ག་དེ་བཞིན་གྱིས་ཤི་ན་ནི་སྨྲ་སྒོ་ལག་འཁྲུག་མི་རིགས་ན་ཡང་དག་མིན་ལ་སྨྲ་ཅི་དགོས། དེ་ཕྱི་དུས་ཚང་ད་འདི་ལ་འབྲེལ་བ་དང་འདི་ནས་གསུངས་པ་ནང་བཞིན་བྱས་ན་མ་ཞུས་བྱས་ན།

ད་དེ་རིང་མི་གཅིག་གི་ཆོས་ལུགས་སྐྱོན་འདུག་ཟེར་ལབ་པ་ཡང་དེ་ལ་གར་བྱས་ན་ཁྲོ་རེ་རེད་སུ་སྐྱོན་ཡོད་པ་ཡོངས་གྲགས་རེད་བ། ད་ཡང་གལ་སྲིད་ཆོས་ལུགས་སྐྱོན་མེད་བ་འདྲ་བོ་ཅིག་ཡིན་གང་ཟག་གཞན་དག་ཅིག་གི་སྐྱོན་ཡོད་བ་ཟེར་ལབ་པ་ཡིན་ན་དེ་ཁོ་ཡང་དག་པ་མ་ཡིན་པ་སྨྲ་བ་ཆགས་སོང་དེ་ལ་ག་རེ་ཡོད་རེད་དེ། འོ་དེ་ཡིན་དུས། དེ་ནས། ཁྲོ་རིགས་མ་རེད་ཟེར་ཡ་དེས་གསུངས་པ་རེད། དཔེར་ན་གཞར་བ་དང་གཞར་བ་མ་ཡིན་པ་ལ་དེ་ནི་སྨྲ་བ་ནང་བཞིན་རེད། དེ་བྱེད་དུས་ཙང་ནི་ད་སྔོན་མ་སྦྱར་ལུང་པ་ཅིག་རེད་འདུག་མི་གཅིག་གིས་དེ་ནི་མི་གཞར་བ་ཅིག་ལ་གཞར་ར་ཟེར་ནས་ལབ་པ་རེད་ད་ལབ་དུས་ཙང་ནི་རྒྱ་གུང་ཁྲན་ཏུའུ་རེད་ཁྲན་ཏུའུ་དུ་ཙང་ནི་དེ་ལབ་མཁན་དེ་བྱེད་པ་ཕོག་རེད་ཡང། ད་ཡང་གཞར་བ་མ་ཡིན་པ་ཉི་མ་ཅིག་ལ་གཞར་བ་མ་ཡིན་པ་ཅིག་ལ་གཞར་ར་ཟེར་ལབ་དོགས་ཡང་ཁོས། ཡང་རྒྱ་གུང་ཁྲན་ཏུའུ་ཡང་ཁོང་ཁྲན་ཐོག་རེད་དེ།

ད་ནམ་རྒྱུན་མི་ཐབས་ཆག་རེད་ཟེར་སྤྱི་ཚོགས་ནང་ཡོངས་གྲགས་ཡིན་འདི་གི་ཅིག་ང་ཚོ་ལ་ཅིག་ཤེས་བཤད་འདྲ་བོ་ཅིག་དང་ཚིག་རྩུབ་པོ་ལབ་ན་དེ་ནི་ང་ཚོ་གར་བསམ་འདོད། ཁོ་ཐབས་ཆག་དེ་འདྲའི་ཅིག་གི་ང་ལ་དཔེ་རྙེད་རྒྱུ་ཞིག་ད་དཔེ་རེད་བསམ་ན་ཁྱེའུ་ཅིག་འབར་འདུག་རེད་བ། ད་དེ་འབར་ཡ་ཡོད་མ་རེད་གསུང་འདོད་དེར་མ། གར་ཟེར་ན། ཁོ་ད་དུང་ཨོ་ཟེར་ཟེར་ཁྱོད་ལ་སྙན་པོ། ཚིག་མི་སྙན་པ་ཅིག་པུ་བརྗོད་ཡ་དེ་ཁོ་ནམ་རྒྱུན་མི་ཐབས་ཆག་ཡིན་པ་ཡོངས་གྲགས་རེད་བ། ཁོས་ད་དུང་ལས་ཀ་དེ་ལས་སྡུག་ཅིག་བྱེད་སྲིད་ཀྱི་རེད་དཱ། ཡིན་ན་ཡང་ཁོ་གིས་དེ་རིང་ཁྱོད་རང་ལ་ལམ་འགྲོ་བཞིན་དུ་ཚིག་རྩུབ་པོ་སྟེ་ཨེ་ཙི་ཞེས་པ་དང་ལག་མི་འདུག་ཨ། དེ་ཡིན་དུས་ད་རེས་དགའ་བ་སྒོམ་དགོས་ཡ་ཅིག་རེད་དཱ་གསུངས་པར་ཐང། སྨན་ལས་མི་སྙན་ཞེས་བྱ་བ་ངེས་པར་འབྱུང་བ་མ་ཡིན། སྨན་པའི་གང་ཟག་སྐྱེ་བོ་སྨན་པ་དེ་ཚོ་ལ་ཚིག་སྙན་པོ་མ་ཡིན་པ་གཅིག་པུ། འབྱུང་བའི་ངེས་པ་ཡོད་མ་རེད། དེ་མ་ཡིན་པར་བྱ་བ་སྡུག་ཅག་དེ་འདྲ་མང་པོ་ཡང་ཡོང་གི་རེད། རྒྱུ་མཚན་དེའི་ཕྱིར། སྨན་ཆུང་མི་སྙན་པ་ཡན་གར་ཉུང་ཟད་ལྟ་བུ་ན། གང་ཟག་སྨན་པ་ལ་བརྟེན་སྨན་པ་དེ་ཚོ་གི་ཁ་ལ་བརྟེན་ནས་ཚིག་སྙན་པོ་མ་ཡིན་པ་ཡོང་ཡག་དེ་ལྟས་སུ་ཉུང་ཉུང་རེད་ད་སོ་སོ་ལམ་སང་ལག་པ་བེད་སྤྱོད་བཏང་བཞག་གི་རེད་ཟེར་གི་རེད་དེ་ཡིན་དུས་དེ་རིང་ཁྱོད་རང་ཚིག་སྙན་པོ་མ་ཡིན་པ་གཅིག་པུ་བྱུང་འགྲོ་བ་དེ་ཡིན་དུས་དེ་ལ་བཟོད་པ་སྒོམ་དགོས་ཡག་དེ་དཔེ་གལ་ཆེན་པོ་རེད་འདུག་གསུངས་པ་རེད། འོ་ཡ། ཡན་གར་ཉུང་ཟད་ལྟ་བུ་ན་དཔེར་ན་འཕགས་པ་གང་པོ་བཞིན་ནོ་གསུངས་འདུག་གང་པོ་ཟེར་ཏེ་སངས་རྒྱས་ཀྱི་སློབ་མ་རེད་འདུག། དེ་ནས་འཕགས་པ་གང་པོ་དེས་ཀྱིས་ད་ཁོང་ས་ཆ་གཅིག་ལ་མི་དུ་ཚོད་འདུར་སྦྱོང་བྱེད་ལ་འགྲོ་གི་ཡིན་གསུངས་འདུག་དེ་ནས་སངས་རྒྱས་ཀྱིས་ད་ཁྱོད་རང་འགྲོ་དྲགས་ཀྱི་མ་རེད་དེ་ཁྱོད་རང་ཕེ་སེ་གི་ས་ཆ་དེ་གི་མི་དེ་ཚོ་ད་དཔེ་ཁོང་ཁྲོ་ཆེན་པོ་དེ་ནས་དཔེ་ཅིག་གཅིག་གིས་གཅིག་ལ་གསོད་རེས་གཏུག་རེས་བྱེད་མཁན་ལ་སོགས་པ་འདྲ་མི་འདྲ་དཔེ་བྱས་ན་ཚ་བོ་ཡོད་རེད་ཟེར་གྱི་འདུག་ཟེར་ན་དེ་ནས་གང་པོ་གིས་མ་རེད། ང་ལ་དེ་ནས་ཕའི་ཚིག་རྩུབ་པོ་ལབ་པ་ཡིན་ན་ངས་དེ་ལ་བཟོད་པ་སྒོམ་གི་ཡིན་ང་ལ་རྡུང་རྡེག་བྱས་ན་ཡང་ངས་བཟོད་པ་སྒོམ་གི་ཡིན་ང་ལ་དེ་ནས་ག་རེ་མ་བོ་ག་རེ་བྱས་ན་ངས་བཟོད་པ་སྒོམ་ཆོག་གི་རེད་ཟེར་ཡག་ཞུས་དུས་ཟེར་ན་སངས་རྒྱས་ཀྱིས་ཨོ་ད་དེ་འདྲ་ཡིན་ན

གཞན་ལ་གནོད་པ་བྱས་པས་དེ་ནི་དེ་ལ་བརྟེན་ནས་བདག་ལ་ནི་ཡོན་ཏན་ཅུང་ཟད་ཅང་ཡོད་མ་རེད། དེ་བྱེད་དུ་བཅུག་ན་ཚུལ་གནོད་པ་བྱུང་དེར་ཕར་གནོད་ལན་གྱིས་སྤྲད་བཞག་པ་ཡིན་ན་དེ་ལ་ཐེབས་སངས་ཚེ་ཁའི་ཐོབ་བསྡད་ཡོད་མ་རེད་གསུངས་པ་རེད། གནོད་པ་བྱས་པས་གར་དེ་དེར་འཁོད་ན། དེ་ལ་བསྐུན་པའི་བྱད་བསྲིངས་ཟློག་གམ་ཅི་ཟེར་ཡ་དེ་རེད། ད་ལྟ་ན་ནི། གཞན་ལ་གནོད་པ་བྱས་པས་བདག་ལ་ནི་ཐོབ་ཡག་གི་ཡོན་ཏན་ཅུང་ཟད་ཅང་ཡོད་མ་རེད། མེད་པ་ཡིན་ན་ཁྱོད་ཁྲོ་བ་ལ་ཡོན་ཏན་མེད་པ་དེ་ལ་གུས་པ་ཞེན་པ་ཅན་པ་ཟེར། ཕར་ཁྲོ་བཞག་པ་དེ་ལ་ཅིག་ཕན་ཐོགས་གང་ཡང་མེད་པ་ཡིན་ན་ཡང་དག་ཅིག་ཕར་ཡིན་གཅིག་མིན་གཅིག་ཁྲོ་བ་ཅིག་སྐྱེ་དགོས་རེད་ཁོང་ཁྲོ་ཅིག་ལན་ཅིག་སློག་དགོས་རེད་བསམ་བསྡད་པ་དེ་ཁྱོད་དང་ཨ་ལ་ཞེན་ཁོག་གཅིག་པུ་ཅིག་རེད་མ་གཏོགས་དེ་ལ་དམིགས་བསལ་གྱི་རྒྱུ་མཚན་ཟེར་མཁན་ཡོད་མ་རེད་ཟེར་ཡ་དེ་སོང་ངོ་གུས་པ་ཞེན་པ་ཅན་པ་ཟེར། དཔེར་ན། མཚོན་ཆ་རྟོགས་པ་ནང་བཞིན་རེད་གསུངས་འདུག་བ། དག་ཅིག། མཚོན་ཆ་དེ་འདྲས་རྣོན་པོ་འདུག་དང་མི་འདུག་ལགས་སོ་བ་དག་གིས་བེད་སྤྱོད་ཆུ་ནི་མེ་སྒྱོགས་ཀྱི་མཚོན་ཆ་རྣོན་པོ་དེ་འདྲའི་འདུག་དང་མི་འདུག་བརྟག་དཔྱད་བྱས་བསྡད་པ་ཡིན་ན་དེ་ལ་གུས་པ་སོགས་རྒྱུ་མཚན་གལ་ཡོད་མ་རེད་ཟེར་ཐལ། དེ་ཡིན་དུས་དེང་སང་ང་ཚོ་འདི་ལྟ་བུ་མི་ཁ་ཤས་མེ་མདའ་ལགས་སོ་བ་དག་གིས་དམག་རྒྱག་ནས་འགྲོ་དགོས་མ་རེད། དེ་ནས་ཅིག་གར་ཟེར་དགོས་རེད་སོ་སོ་རང་སྲུང་གི་ཆེད་དུ་ནི་མ་རེད་ཁ་ཤས་ཡང་མེ་མདའ་ཡག་རང་ཡག་ཚེ་ཉོ་ནས་དེ་ནས་ཁང་པའི་ནང་ལ་བཞག་ནས་དག་ཅིག་ཞིའུ་ཅིག་དེ་ཕྱི་ཕྱི་ད་ད་འགྲོ་སོང་བྱས་བསྡད་ཀྱི་རེད་བ། ད་དེ་དག་གིས་ཞེན་པ་གཅིག་པུའི་ཐོག་ནས་མེ་མདའ་དང་ཉོ་དེ་ཁོར་བེད་སྤྱོད་བྱས་མི་འདུག་ཨ་དེ་དག་གིས་ཕོ་བྱང་མང་པོ་སྤྲད་ནས་འོ་ཐིག་ནང་བཞིན་རེད་ཟེར་མཚོན་ཆ་གཏོགས་པ་བཞིན་ནོ། ད་དེ་ནི་འདི་ནི་མ། དེ་མ་རེད། ད་ཡང་དངོས་གནས་ཅིག། ཚུལ་གནོད་པ་བྱེད་མཁན་ཅིག་ལ་ཕ་གནོད་ལན་སྤྲད་མ་ཐུབ་ན་མི་དེ་ལྐུགས་པ་རེད། མི་མཁས་པ་དེ་ཚོ་གིས་གནོད་པ་ལ་གནོད་ལན་སྤྲད་ཐུབ་མཁན་དེ་འདྲ་ཅིག་རེད་དེ་ཡིན་དུས་མཁས་པའི་གང་ཟག་ཡིན་ན། ཚུལ་གནོད་པ་བྱེད་མཁན་དེ་ལ་ཕ་གནོད་ལན་སྤྲད་དགོས་རེད་ཟེར་ཡ་དེ་རེད། ད་དེ་ཡང་མ་རེད་སོང་སྣོད་ནས་དྲན་དུ་ནི་མི་ལྐུགས་པ་རེ་སོང་རེད། གར་དེ་བཟོད་པས་འབད་མེད་པ་བསོད་ནམས་ཆེན་པོ་ཐོབ་གྱུར་ན་གང་ཞིག་དེ་ལ་ཁས་འཇིགས་པ་དེ་མཚུངས་བླུན་པོ་ཅི་ཞིག་ཡོད། དངོས་གནས་བྱས་ན་ཁྱོད་རང་ད་ལྟ་ཚུར་གནོད་པ་བྱེད་མཁན་དེ་ལ་ཕ་བཟོད་པ་ཅིག་སྒོམ་བཞག་པ་ཡིན་ན་དཀའ་ལས་རྒྱུན་ན་མེད་པའི་ཐོག་ན་བསོད་ནམས་ཆེན་པོ་ཅིག་ཐོབ་པར་འགྱུར་འདུག་ཡོད་རེད་བ། ད་ཁྱོད་རང་ད་ལྟ་བསོད་ནམས་ཆེན་པོ་ཐོབ་ཡ་དེ་ལ་གིས་བྱས་ཡིན་རེད་ཁྱོད་རང་ཁྱོད་རང། ཚུར་གནོད་པ་བྱེད་ཡིན་དེ་ལ་ཕ་གནོད་ལན་འདེབས་ཡིན་ན་ཁྱོད་རང་བསོད་ནམས་ཆེན་པོ་ཐོབ་ཡ་དེ་ལ་གིས་བྱས་བྱས་པ་རེད་བ། དེ་བྱེད་དུས་ཙང་ནི་དངོས་གནས་མཁས་པ་རེད་མི་འདུག་གནོད་པ་བྱེད་མཁན་དེ་ལ་ཕ་གནོད་ལན་སྤྲད་བཞག་པ་དེ་མི་བླུན་པོ་ཡིན་པའི་རྟགས་རེད་གསུངས་པ་རེད། དེ་ཡིན་དུས་དེ་མཚུངས་བླུན་པོ་སུ་ཞིག་ཡོད། བླུན་པོ་དེ་ལ་སྡུག་ཟེར་གྱི་ག་བ་ཡོད་རེད་གསུངས་པ་རེད། དཔེར་ན་དེ་ནི་རང་གི་ཁྱིམ་ཐབ་གསོས་པ་ཞིག་ནའོ་གསུངས་འདུག་ཨ། སྐྱེ་དམན་གྱི་ཡོད་ཚད་ལ་མོ་རང་གི་ཁྱོ་བ་དེ་དཔེར་ན། ད་ལྟ་འདི་ནས་ནག་བསུབ་ཆེན་པོ་བྱས་པས་དེ་མོ་སྙིང་རྗེ་གི་ཡོད་རེད། ཨ་ངའི་ཁྱོ་བ་དེ་དཔེར་སྡུག་བསྔལ་མྱང་གི་འདུག་བསམ་དེ་ནས་མོ་གི་བསྙེན་བཀུར་ཚུལ་ཁས་ཡོང་མོ་རང་ཁྱོ་བ་གི་ལ་གནས་ན་ད་བསད་ཤིག་མོ་གི། ག་ཟེར་ན་མོ་དམུས་ཡུལ་དེ་ད་ཅིག་ཁོང་ཁྲོ་ས་ན་བསད་ཡོད་མ་ད་མོ་ཡག་ཡག་བྱས་ནས་བསད་ཀྱི་ཡོད་རེད་ཤ་ཚ་ད་འདི་ད་ནང་གི་ནས་གཟུགས་བཞི་བོ་རྒྱག་གི་འདུག་བསམ་བསད་དེ་གི་ད་དེ་ལྐུགས་པ་རེད་བ། དཔེ་དེ་ནང་བཞིན་གསུངས་པ་ད་ནང་གི་ནས། ཨ་ཡ།

ཁྲོ་བ་ཞེས་བྱ་བ་དེ། ཁྱད་པར་དུ་མིག་གསལ་གྱི་རིག་པའི་སྟོབས་དང་ལྡན་པ་ལོངས་སྤྱོད་ཆེན་པོ་ཡུན་གྱི་མི་ཕྱུགས་བདག་ཏུ་འདུལ་མི་ནི་ང་ཚོ་ཁོང་ཁྲོ་སྐྱེས་ཐུབ་མི་འགྲོ། སྐྱེས་མ་རེད་ཁོང་ཁྲོ་ཟེར་ཡག་འགྲོ་གི་མ་རེད་དེ་སྐྱེས་མི་འགྱུར། ད་ཁོང་ཁྲོ་ཟེར་ནས་ང་ཚོ་སུ་ལ་སྐྱེས་ཀྱི་རེད་ཟེར་ན་སོ་སོ་གི་ཐུབ་ས་རེད་བསམ་པའི་གི་འོག་མ་དེ་ཚོ་ལ་བག་སྐྱེས་ཡོང་གི་འདི་ལ་དེ་ནས་གཞན་ལ་དང་འདི་གཞན་དེ་ལ་ད་འདིའི་འབྲེལ་བ།

གཞན་པ་འཇོམས། ཁོང་ཁྲོ་ཟ་ཡ་དེ་གིས་སོ་སོ་ལས་གཞན་པ་སྐྱོ་བ། དེ་ཚོ་ལ་དེ་ནི་ང་ཚོ་ཁོང་ཁྲོ་འགྲོ་ཟ་གི་ཡོད་རེད་དེ་ཡིན་དུས་ཁོང་ཁྲོ་ལ་ཡ་དེ་དག་ནུས་པ་དེ་འདྲ་ཅིག་རེད། དེས་ན་གཞན་འཇོམས་ཁྲོ་བ་ལ་སྤྱིར་ནས་ཆོས་གོས་ཆུ་ཟ་ཆེ་བ་དང་དངོས་གནས་ཐབས་ཆག་དེ་ལ་ཆོས་གོས་ཞབས་བྱེད་ཀྱི་འདུག་བ། དེ་ཡིན་དུས་དེ་ནི་ཐེངས་འདྲེ་གི་མ་རེད་གསུངས་པ་ལྟར་འདི་བོད་མིའི་ནང་ན་དཔའ་བ་ཞིག་ན་འདི་སྒྲུང་འདི་དཔེ་ཆེན་པོ་འདུག་བ། སྔོན་མ་དེ་ནས་ལུང་པ་བྱེད་ཡོད་རེད། ད་དེའི་ལུང་པ་དེ་རྒྱལ་ཁབ་ཉེན་བརྡ་བྱེད་ན་དམག་རྒྱག་འགྲོ་དགོས་ཟེར་ད་ས་ནི། ད་དེ་ནས་རྒྱལ་ཁོག་གི་མི་ཚང་མ་དམག་མི་ཚང་མ་ཚོ་བསྐོས་ནས། ད་དྲི་བ་དྲིས་རེད་ད་ས་ནི་ང་ཚོ་དམག་རྒྱག་འགྲོ་དགོས་རེད་ད་ཁྱོད་ཚོ་སོ་སོ་སོ་སོ་འགན་ཁར་འཁེལ་གི་ཡིན་ཟེར་ལ་རེད། ད་ཁ་ཤས་ཀྱིས་ང་ང་ཕར་འགྲོ་ན་ད་ཕ་ཡུལ་ནས་དངོས་གནས་ཅིག་ཕ་ཡུལ་གྱི་རྒྱལ་པོ་འཁོར་དུ་བཅུག་པ་དང་ངས་དེ་ནས་ཚུར་དབང་དུ་བསྡུ་ཡག་ལས་ཀ་བྱེད་ངེས་ཡིན་ཟེར་ཡག་འདྲ་བོ།

བུད་མེད་གཞན་ལ་ཅིག་དཔའ་བ་ཡིན་ན་དཔའ་བ་ཡིན་པའི་ཆེ་བ་ཡོད་མ་རེད་དེ་ནང་བཞིན་རེད་འོ་དེ་སོང་རེད། ཅེས་ཏེ་ཆོས་གོས་བྱུགས་ཚར་རེད། གང་ཞིག་མཐོ་གནས་ལ་བཟོད་པ་དེ་ལ་སྒོམ་པ་སྐྱེ་བ་འདུག་གཞན་དེ་གནས་ལ་འཇིགས་བྱེད་པ་ཆོས་ཀྱི་བློན་པ་འབའ་ཞིག་ཡིན། ད་དེ་ཙམ་མ་ཟད། ཁྲོ་བའི་ད་འདི་ལ་ང་ཚོ་འདི་བསམ་རོགས་ཁོང་ཚོས་དེ་ནས་ཅིག་གནོད་པ་ཅིག་བྱས་ཁོང་ཁྲོ་ཅིག་བཟའ་འདུག་དེ་ལ་ཕ་གནོད་ལན་དེ་ལ་ཁོང་ཁྲོ་འདྲ་བོ་ཅིག་བཟའ་ནས་ཕ་ད་ཅིག་བློ་ཁོག་མེད་ན་ཡོད་ན་འདུག་འདྲ་བོ་ཅིག་མ་བྱས་ན་མི་ཚོ་ཚོ་ཆེད་ལས་བྱས་ཡོང་གི་རེད་བསམ་གི་རེད་ད།

གང་ཞིག། ཁྲོ་བ་ཉིད་ཀྱི་གནས་དགྲ་བོར་བ་ཁོང་ཁྲོ་སྐྱེ་སའི་གི་གནས་ལ་བཟོད་པ་ཡང་བསྒོམ་ཐུབ་པ་ཡིན་ན་ད་དེ་འདྲའི་གི་གང་ཟག་དེའི་གི་སེམས་རྒྱུད་ལ་དེ་ནི་བྱམས་པ་སྐྱེ་ཡོང་གི་ཡོད་རེད། བསམ་གཏན་སྐྱེ་ཡོང་གི་ཡོད་རེད། སྙོམས་འཇུག་ཚང་མ་སྐྱེ་ཡོང་གི་ཡོད་དེ་བྱེད་དུས་ཁ་ཚང་ག་རེ་ཡོང་དགོས་དབུ་མ་འཇུག་པའི་ནང་ལ་བསམ་གཏན་ལ་སོགས་པའི་མཚན་ཉིད་དེ་གར་སོང་ཟེར། བསམ་གཏན། དེ་ནས་ཚད་མེད། གཟུང་མེད་ནི་མི་འཁྲུགས་མཚན་ཉིད་ཅན་དུ་སོང་ཞེས་སོགས་ཟེར། བསམ་གཏན་དང། གཟུགས་མེད་དང་མཚན་མེད་ལ་སོགས་པའི་ཏིང་ངེ་འཛིན་དྲན་ཚུལ་ཏེ། ཁོང་ཁྲོ་སྤང་བ་ལ་དེ་ནས་སྐྱེ་གི་རེད་ཟེར་འདས་པའི་ལན་རེ་བཤད་ཟླ་བ་ཁྲོ་བ་སྤང་བ་ལ་དེ་ནས་སྐྱེ་དགོས་རེད་གསུངས་ཟླ་བ་ཁོང་ཁྲོ་སྤང་ཡོད་འདུག་ཚར་ནས། བསམ་གཏན་རྒྱུ་ལ་སྐྱེ་འགྲོ་འོས་ཟེར་བ། མཚན་མེད་བཞི་རྒྱུ་ལ་སྐྱེ་འགྲོ་འོས་ཟེར་བ། གཟུགས་མེད་ཀྱི་ཏིང་ངེ་འཛིན་རྒྱུ་ལ་སྐྱེ་འགྲོ་འོས་ཟེར་བ། དེ་བྱེད་དུས་ཚར་ནས་ད་སྒོམ་པ་སྐྱེ་བར་འགྱུར་དེ་གསུངས་བ་དེ་ལ་སྒོམ་པ་སྐྱེ་བར་འགྱུར་ཁོང་ཁྲོ་གི་གནས་ལ་བཟོད་པ་སྒོམ་ཐུབ་སོང་བ་ཡིན་ན་དེ་ལ་བརྟེན་ནས་ཁྱོད་རང་དེ་ནས་བྱམས་པའི་ཀྱི་ཏིང་ངེ་འཛིན་ལ་སོགས་པ་ཐོབ་ཐུབ་གི་རེད་གསུངས་རེད། ད་བྱམས་པོའི་ཏིང་ངེ་འཛིན་ཐོབ་དོན་གར་ཕན་ཐོགས་ཡོད་སོགས་ཀྱི་ཕན་ཡོན་རྣམ་པ་བརྒྱད་ཡོད་གསུངས་དང་ཟླ་བ་ཁྲི་བ་རང་རེ་རང་ལ་དཔེར་ན་ལྷ་དང་མི་རྣམས་ཀྱི་དེ་ནས་པའི་ཆོས་ལོངས་ལ་དཔལ་གྱི་སྙིང་དུ་སྡུག་པར་འཇུག་གི་རེད། ལྷ་དང་མི་རྣམས་ཀྱི་ཆོས་ལོངས་སྲུང་སྐྱོབ་བྱེད་ཀྱི་རེད། བདེ་བ་དང་ཡིད་བདེ་བ་མང་པོ་ཐོབ་གི་རེད། དུག་གི་གནོད་པ་ཡོང་གི་མ་རེད། འབད་རྩོལ་མེད་པར་དེ་ནས་པའི་རྒྱུ་ནོར་ལོངས་སྤྱོད་ཚང་མ་ཡར་རྒྱས་འགྲོ་གི་རེད། མཚོན་ཆ་གི་ཆོས་ལོངས་ལ་གནོད་པ་བྱེད་ཐུབ་གི་མ་རེད། ཤི་ན་ཡང་དེ་ནས་ཚངས་པའི་འཇིག་རྟེན་དུ་སྐྱེ་བ་འབྲི་འགྲོ་གི་རེད་ལ་སོགས་པ་དེ་འདྲའི་ཡོན་ཏན་གསུངས་འདུག་བ། འོ་དེ་བྱེད་ལུས་བཟང་ནས་སྒོམ་པ་སྐྱེ་བར་འགྱུར། དེ་བྱེད་ལུས་བཟོད་པ་སྒོམ་པ་དེ་ཡོན་ཏན་གྱི་འབྱུང་གནས་གཅིག་རེད། ད་དེ་ལ་ཁྱོད་རང་འཇིགས་སྐྲག་སྐྱེ་ཟེར་ཡག་དེ་ཁྱོད་རང་བླུན་པོ་ཡིན་པའི་རྟགས་དེ་གནང་གི་རེད་གསུངས་པ་རེད། དཔེར་ན་ཉེས་སྤྱོད་ལས་ལོག་པའི་ངོ་ཚ་བ་བཞིན་ནོ། ད་དེ་འདི་རེད་དོ་ཡང་འདི་སྒྲུང་འདི་དཔེ་ཆ་ཟ་བོ་ཡིན་འདུག་སྔོན་མ་མི་གཅིག་ཡོད་ས་རེད་ཨ་དང་པོ་ཁོ་དཔེ་མི་མ་རབས་ཕྲན་ཚོགས་ཉུང་འདུག་རྐུ་མ་བརྒྱབ་དེ་ནས་དཔེ་མི་མི་གཙང་བ་བཅས་ལོག་གཡེམ་བྱས་ད་དེ་ལས་ཅི་ན་ཡར་རྒྱུག་མར་རྒྱུག་བཟོ་དེ་གའི་མི་འཁྲུག་པོ་དེ་ལས་ཅིག་ཡིན་ས་རེད།

ད་སྐྱེ་མེད་འདྲ་བོ་ཅན་ཡིན་ན་ད་དེ་འདྲ་ཚེ་ཁང་པའི་ནང་འཛུལ་དུ་དགོས་པོ་རེད། བུ་ཡིན་ན་ད་མ་འཆི་ལོག་ཚོ་ནི་ང་ཚོའི་ནོར་བུ་ཟིང་བསླང་དགོས་རེད་ལབ་ད་བ། དེ་ནི་ཁོ་པས་ངོ་ཚ་བའི་ད་དེ་དངོས་གནས་ཡིན་ས་རེད་ངོ་ཚ་ད་བ། དེ་ནང་བཞིན་ངོ་ཚ་ས་མ་ཡིན་པའི་ཡུལ་ལ་དེ་ནི་ངོ་ཚ་བའི་ནང་བཞིན་ཆགས་འགྲོ་གི་རེད། མི་གཞན་དག་གིས་ད་ང་ཕར་ཕྱིན་ཚུལ་གནོད་པ་བྱེད་ཀྱི་རེད་ཕར་གནོད་ལན་སྤྲད་མ་ཐུབ་ན་ད་ང་མི་གཞན་དག་གི་པའི་བརྙས་བཅོས་བཏང་གི་རེད་མི་གཞན་དག་ང་ལ་ཆེད་ལས་རྒྱག་གི་རེད་བསམ་པ་དེ་ད་ལྟ་དེ་ནང་བཞིན་རེད་ཟེར་ནས་གསུངས་པར་ད་ཁྱོད་ཀྱིས་བླུན་པོ་འབའ་ཞིག་ཡིན། བ་ཡ། ད། སྨན་པ་གཅིག་གིས་ང་ལ་ཁྱད་གསོད་བྱས་པ་ཡིན་དེར་ང་བཟོད་པ་སྒོམ་ཚུགས་ས་མ་རེད་བསམ་ན་ད་དེ་ལ་སོད་ཅིག་ཁྱེད་ཟད་མཐར་བརྗེད་ནས་འཇིག་རྟེན་ཕ་རུ་འགྲོ་བ་ཡོད་དེ་ཕྱིར་བདག་ནི་སྡིག་པ་བས་རྙེད་པ་ལེགས་སོ་སྙམ་དུ་སེམས། ཨ་ཨ་ཡ་འདོད་པས་འོ་སོང་འདོད་བ། ད་ལྟ་བར་དུ་འཇིག་རྟེན་འདིའི་ཐོག་ལ། མིག་གི་རྙེད་བཅུད་ཚང་མ་ཕ་མེས་པ་ཆགས་ནས་དེ་ནི་ཤི་སོང་གི་སུ་འདུག་བས་ཡག་པོ་བརྟག་ད་ད་ལྟ་བར་དུ་སུ་གཅིག་ཡོད་མ་རེད། དཔེར་ན་བདག་ཅག་གི་སྟོན་པ་འདྲ་བོ་གཅིག་ཡིན་ན་ཡང། དེ་ནས་དཔལ་གྱི་གར་སོགས་མི་གང་གི་དྲིན་སོགས་ཀྱིས་ཚང་མལ་གྱི་དགའ་བོ་ཆགས་ནས་སྟོན་པ་མྱ་ངན་ལས་འདས་མི་འདུག་ཨ། ཁ་ཤས་སྟོན་པ་མྱ་ངན་ལས་འདས་པའི་སྐབས་སུ་ཡང་ད་དུང་བློ་ཁ་ཚུར་མ་འགྱུར་བ་དེ་འདྲ་ཡོད་རུང་བ་དེ་ནས། སྟོན་པ་དེ་ཡག་པོ་རེད་བསམ་ནས་ཚོར་བ་མ་བྱིན་གྱི་དེ་ནས་མང་པོ་ཡོད་རུང་བ་དེ་བྱེད་དུས་ཚང་མལ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཡང་མི་གཞན་དག་གིས་བརྙས་པ་ལས་ཐར་མི་འདུག་ཨ། དེ་ཧེ། དངོས་གནས་ད་ཅིག་བར་ལྟ་སྣང་འགྲོ་བྱས་ན། དེ་བྱེད་དུས་ཚང་མལ་ད་སྔོན་གྱི་དཔེར་ན་ཅིག་མི་སྐད་གྲགས་ཆེ་རན་གྱི་ད་དུང་ཚང་མ་ལྟ། མིག་གི་བརྙས་བཅོས་ཆུ་ནི་མ་ཤེས་བ་ཆགས་ནས་ཤེས་སོང་ངས་དེ་འདྲའི་གལ་འདུག་ཨེ། དེ་བྱེད་རྒྱུ་ཙམ་ཡོད་མ་རེད་དེ་མེད་དུས་ཙམ་ནས་ཁྱོད་རང་ལ་བརྙས་བཅོས་ཤིས་མཁན་ཡོད་རེད་དེ་ཧ་ལས་ཡ་གས་ཡོད་མ་རེད་གསུངས་པ་དང། འཇིག་རྟེན་ཕ་རོལ་སུ་འགྲོ་བ་ཡོད་རེད་ཡོད་མི་འདུག་དེའི་ཕྱིར། བདག་ནས་གསུངས་འདུག་ལ་ཨ་ར་ཡ་འདི་བ་ངས་བསམ་བློ་བཏང་ན་གསུངས་པ་རེད། སོ་སོ་གས་དེ་ནས་པའི་ཚུར་གནོད་པ་བྱེད་མཁན་གྱི་ལ་ཕ་གནོད་ལན་སྤྲད་ནས་སྡིག་པ་བསགས་བསྡད་པ་ལས། ཕ་རོལ་པོ་བས་ང་ལ་བརྙས་བཅོས་བྱས་པ་རྙེད་དེ་ངས་བདམས་ཁ་བྱས་པ་ཡིན་ན་རྙེད་པ་དེ་ལེགས་སོ་སྙམ་དུ་ངས་བསམ་གྱི་འདུག་གང་ཡིན་ཟེར་ན། མི་གཞན་དག་གིས་བརྙས་བཅོས་ཅིག་བྱས་ནས་ང་ཤི་སོང་བས་ན་ཁོ་ཚོ་ང་དམྱལ་བ་ལ་གཡུག་ཐུབ་ཀྱི་མ་རེད་བ། ཡིན་ན་ངས་ཁོ་ལ་བག་གནོད་ལེན་བྱེད་མི་འདོད་པའི་དོན་ང་ཤེས་སོང་བ་ཡིན་ན་ང་དམྱལ་བ་ལ་སྐྱེས་འདུག་དོ། འོ་དེ་ཡིན་དུས་ད་ནི་དམྱལ་བ་ལེགས་སོ་སྙམ་དུ་སེམས་གསུངས་པ་རེད། ཨ། དེ་ནས་གར་སས། ད། ཨ། མཛའ་མེད་འགའ་ནས་ཀྱི་བུ་ནང་བཞིན་རེད། ཤེས་དང་བ། ད་མཛའ་མེད་འགའ་ནས་བུ་ཟེར་ཡ་དེ་གི། ཨ། ཁོ་དེ་ནས་པའི་ལུང་པ་གཅིག་གི་དཔོན་པོ་ཅན་ཡིན་ས་རེད། ཁོ་གི་ཐེངས་མ། ཉི་ཤུ་རྩ་གཅིག་ཐམ་པ་ལ། བདུན་བདུན་གི་བར་དུ་བདུན་བདུན་ག་ཚད་རེད། བཅུ་བཞི་མ་དག་བདུན་སྟོང་བཞི་བཅུ་ཞེར་དགུ་རུ། ཐེངས་ལྔ་བཞི་བཅུ་ཞེར་དགུ་གི་བར་དུ་རྒྱ་རིགས་ཚང་མ་རྩ་མེད་བཏང་དོགས་དུས། ལན་གྲངས་དེ་ག་ཚོད་མང་པོ་ལ། ཡིན་ན་ཡང་རྒྱ་རིགས་ཚོ་ནི་རྩ་མེད་ཆགས་མི་འདུག་ཐ་མ་ཁོ་རང་ཤེས་སུ་དོ། དཔེ་དེ་རང་བཞིན་རེད། ཁྱོད་རང་ལ་བསྙད་བརྒྱུད་བཏང་མཁན་ཚང་མ་མེད་བ་ཚོ་ནི་ཁྱོད་རང་བ་ཤེས་ཐུབ་ཀྱི་མ་རེད།

དེ་ནི་དང་པོ་གང་ད་ལྟ་གང་དུ་གནས། དང་པོ་གང་ནས་བྱུང་ཐ་མ་གང་དུ་འགག། དེ་འབྲེལ་གྱི་སྐྱེ་འགག་གནས་གསུམ་ལ་སོགས་པ་ལ་ཡང་ནི་ཡང་དུ་བརྟགས་ཤིང་དཔྱད་བཞག་པ་ཡིན་ན་རྣམ་པར་ཤེས་པ་དེ། དེ་ནས་ཅིག་རང་བཞིན་གྱིས་མ་གྲུབ་པར་སྐྱེ་བ་མེད་པ་འགག་པ་མེད་པ་ལ་སོགས་པ་དེ་འདྲ་ཅིག་ཤེས་ཐུབ་ཀྱི་རེད། དེ་འདྲ་བའི་ཤེས་འདོད་འདོད་ཀྱི་ཤེས་རབ་དེ་ཡོད་པ་ཡིན་ན་ནི་ཉོན་མོངས་རྣམས་དེ་ནི་སོ་སོ་གི་སེམས་རྒྱུད་ནང་དུ་དུས་རང་ཡང་མི་གནས་པ་ཆགས་འགྲོ་གི་རེད་དེ་ཡིན་དུས་ད་ནི་ད་གཙོ་བོ་ཉོན་མོངས་སྤང་ཡང་ལ་དེ་ནི། ཅིག་གནས་ལུགས་ལ་སོགས་པ་སྤང་ཡང་དཔེ་གལ་ཆེན་པོ་རེད། དེ་གསུངས་པ་ལ་དེ་བཞིན་དུ་སྤྱོད་འཇུག་རྣམས་ལ་ཡང་ཉོན།